ཁམས་བཟང། བཀའ་སློབ་སྙིང་གི་ནོར་བུ། གོང་ས་མཆོག་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེག་གསུམ་སྤྱི་ཟླ་བཅུ་གཅིག་ཚེས་དགུ་ཉིན་བཞུགས་སྒར་ཕོ་བྲང་དུ་རིས་མེད་ཆོས་ཚོགས་སར་བསྩལ་བའི་བཀའ་སློབ། སྐད་ཡིག་ལ་སྲུང་སྐྱོབ་དང། མ་འོངས་པར་འགན་འཁུར། དེང་དུས་ཧིན་དི་དང་དབྱིན་ཇི་ཕྲན་བུ་ཤེས་པའི་གཞོན་ནུ་ཚོས་མི་ཞིག་ཁྱེར་མ་ཐག་ཧེ་ལོ་ཟེར་བ་དང། ཡུ་ནོ་ཟེར་བ་སོགས་བོད་སྐད་ནང་དབྱིན་ཇིའི་མིང་ཚིག་མང་པོ་བསྲེས་ནས་བརྗོད་པ་འདི་དག་ལ་སེམས་ལྷད་ཀྱི་དྲི་མ་མེད་ཀྱང། དོན་སྙིང་རུལ་འགྲོ་གི་ཡོད་པ་རེད། ད་ལྟ་ནས་དེ་ལྟར་བརྗོད་ན། ཚིག་ལས་དེ་དག་རིམ་བཞིན་དར་འཕེལ་ཕྱིན་ན་གང་འདྲ་ཞིག་ཡོང་གི་ཡོད་དམ། བོད་དུ་རྒྱ་མིས་ཤན་དང་ཆུ་ཟེར་བ་སོགས་བོད་ཀྱི་མིང་ཚིག་མང་པོ་རྒྱ་སྐད་དུ་བསྒྱུར་ཟིན་ཞིང། དེ་དག་རྒྱ་ཆེར་བཏང་དུས་ཉེན་ཁ་ཆེན་པོར་སླེབས། བོད་ལ་རྒྱ་མིས་སྒོ་རྡུང། གཉའ་གནན། ཐ་ན་སྙུལ་རྩིས་ཚུན་ཆད་རྒྱ་སྐད་སྦྱོང་དུ་བཅུག་ནས། བོད་སྐད་བོད་ཡིག་ཉམས་རྒྱུད་ཅི་ཆེར་གཏོང་བའི་དུས་སྐབས་སུ། འདི་ཕྱོགས་རང་གི་སྐད་ཡིག་ལ་བདག་གཅེས་བྱ་རྒྱུའི་ཡོད་བབ་ཡོད་པ་ཚོས་ཨིན་ཧིན་སྐད་ཡིག་ཕྲན་བུ་ཤེས་པ་རྒྱུ་མཚན་དུ་བྱས་ཏེ། བོད་སྐད་བོད་ཡིག་ལ་མཐོང་ཆུང་བྱས་ན་གང་འདྲ་ཞིག་ཡོང་བ་འདུག་ཡ་རབས་བཟང་པོའི་གོམས་གཤིས་ཅན་གྱི་བོད་མི་རྣམས་དགེ། གཞོན་ནུ་ཚོས། བོད་སྐད་ནང་ཚིག་ལས་གང་ཙམ་བཅུག། བུ་ཕྲུག་ཆུང་ངུ་ཚོས་མ་ཤེས་པར་དེ་བས་མང་ཙམ་བཅུག། གང་འཚམ་ནས་བོད་སྐད་གཙང་མ་དེ་གོ་བརྡ་མ་འཕྲོད་པའི་དུས་ཤིག་བྱུང་ན་ཇི་འདྲ་བྱེད་ཀྱི་ཡིན་ནམ། ཐུགས་རྗེ་གནང།